གང་དགར་དྲི་མ་ཡིན་དུས་སྐབས་ལ་ཚང་མ་གཅིག་གྱུར་ཡིན་པའི་ངེས་པ་དེ་སྐབས་དོན་ཡོད་ས་མ་རེད་དེ་ཡིན་ཙང་ལོ་ཙཱ་བ་མང་པོས། ཉི་འོག་ཤར་ཕྱོགས་ཀྱི་དཔེ་ནས་བསྒྱུར། དབུས་ཀྱི་དཔེ་ནས་བསྒྱུར། ཁ་ཆེའི་དཔེ་ནས་བསྒྱུར་ཟེར་བྱས་ནས་དཔེ་དང་བསྡུར་བྱས་ནས་དེ་འདྲ་ཡོང་གི་འདུག་ཨང། བྱས་ཙང་དེ་འདྲ་ཡིན་དུས་སྐབས་ལ་དཔེ་མི་འདྲ་བ་མང་པོའི་ནང་ལོགས་ལ། རྗེས་ཟློས་མི་འདྲ་བ་དང། ཨ་ནི་དྲི་བ། དྲི་ངན་གྱིས་ཆད་སོང་བ་དེ་འདྲ་ཡོང་སྲིད་ཀྱི་རེད་པ། བྱས་ཙང་དེ་ཚོ་ཡོད་པ་བཅད་དེ། ལྷའི་བཞུགས་པའི་ཚིག་མ་ཡིན་པ་བཅད། དངོས་གནས། ཚིག་གསལ་རང་གི་གཞུང་ངོ་མའི་ཚིག་ཡིན་པ་ཅིག་ང་ཚོས་གསལ་པོ་ར་འཕྲོད་ཐུབ་པོ་ཡོད་པ་ཡིན་ན། ཨན་དེ་ཚོ་བསྒྱུར་ནས་ད་ལྟ་བསྟན་འགྱུར་ནང་དུ་བཞུགས་པའི་ཚིག་གསལ་གྱི་ཞལ་སྐོང་གི་སུ་རབ་ཅིག་བཟོས་ཐུབ་པ་ཡིན་ན། ལྷག་པ་ཚོས་གཙུག་ལག་ལུང་སྙན་གང་དེ་འདྲའི་ཅིག་གི་ནང་བཟོས་ཐུབ་པ་ཡིན་ན་བསྟན་པ་ལ་བྱ་བ་རླབས་ཆེན་འགྲོ་གི་རེད་བསམ་ཐུབ། རིག་པའི་རྣམ་གྲངས་མང་པོས

རྒྱུ་དང་འབྲས་བུ་ལྕི་བའི་རིམ་པ། དེ་ཚོ་ལ་ག་དུས་ཡིན་ནའི་རང་བཞིན་གྱི་སྒྲོ་འདོགས་ཡོང་ཡག་གི་ཤེས་ཚ་རེད་བྱེད་རེད་ད་ཕྱོགས་ངས་ག་རེ་ལབ་དགོས་རེད་བྱས་ན་རང་བཞིན་མེད་པ་ཡིན་ན་འགྲོ་འོང་གི་བྱ་བ་ཐེག་གི་མི་འདུག་རང་བཞིན་མེད་པ་ཡིན་ན་ས་བོན་ནས་མྱུ་གུ་སྐྱེ་བའི་བྱ་བ་ཐེག་གི་མི་འདུག་རང་བཞིན་མེད་པ་ཡིན་ན། ལྟོས་འཕྲད་བརྟན་བཟུང་གི་རྣམ་གཞག་ཐེག་གི་མི་འདུག་ཟེར་ད་ཁོ་ཚོ་རེ་རེ་བཞིན་ནས་མང་བཤད་ཡོང་དུས་སྐབས་ལ་ཡ། རང་བཞིན་ཡོད་པའི་རྒྱུ་མཚན་ལ་ཡ། བྱས་རྗེས་ལས་གསུངས་ཡོད་པ་དང། རྒྱུ་དང་འབྲས་བུའི་རྣམ་གཞག་ཐེག་པ་དང། ཐ་སྙད་ཀྱི་ཆོས་དེ་བྱས་དེ་འཇིག་རྟེན་གྲགས་པའི་རྣམ་གཞག་དང་མཐུན་པ་བཞིན་འགྲོ་གི་ཡོད་པ་དང། འོ་དེ་ཚོ་རྒྱུ་མཚན་དུ་བཀོད་ནས་རང་བཞིན་ཡོད་པར་བསྒྲུབ་བ་རེད། དེ་ཡིན་ཙང་རང་བཞིན་ཡོད་པ་དེ། རིག་པ་ལྟར་སྣང་ཡིན་པ་ཡིན་ན་ཡང་རིག་པ་ལྟར་སྣང་གི་རྣམ་གྲངས་མཐའ་ཡས་པ་གཅིག་སྒོ་ནས་སྒྲུབ་ཀྱི་ཡོད་པ་ཡིན་ཙང་དེའི་འགོག་བྱེད་ཀྱི་རིག་པ་དེ་རྣམ་གྲངས་མཐའ་ཡས་པ་གཅིག་དགོས་ཡ་དེ་ལར་ནས་བྱང་ཆུབ་སེམས་དཔའ་དབང་པོ་རྟུལ་པོས་སྟོང་ཉིད་སྒོམ་ཚུལ་དེ་རིག་པའི་རྣམ་གྲངས་ཉུང་ངུའི་ཐོག་ནས་ད་གང་ལྟར་དགག་བྱའི་དངོས་པོ་དེ་རྟེན་འབྲེལ་གྱི་རིག་པ་གཅིག་གི་ཐོག་ནས་བཀག་ཐུབ་ཀྱི་རེད། རྟེན་འབྲེལ་གྱི་རིག་པ་ལ་བརྟེན་ནས། དགག་བྱ་མཁས་པའི་བློ་དེ་གཅིག་བཟུང་ན། ད་རིག་པ་གཞན་པས་བཀག་ཡག་དགག་བྱ་གས་ལྷག་གི་ཡོད་མ་རེད། ཡིན་ན་ཡང། སྒོམ་པའི་སྐབས་ལ་ཡང་རིག་པའི་རྣལ་འབྱོར་མཐའ་ཡས་པའི་སྒོ་ནས་སྒོམ་པ་ཡིན་ན། དེའི་ཚིག་གིས་སྟོང་པ་ཉིད་ཀྱི་དོན་ལ། ངེས་ཤེས་འདྲོངས་སྟངས་དང། ཉམས་མྱོང་སྤྱི་སྟངས་དེ་ཁྱད་པར་ཡོད་པ་ཡིན་ཙང།